རྒྱལ་སྤྱིའི་བོད་རིགས་སྤུན་ཟླ་རླུང་འཕྲིན་ཉི་མ་རྣམ་པ་ཚོ་སྐུ་ཁང་རྫོང་ངར་སྒྲོན་དབྱིན་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁང་བརྒྱད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་ཁྲི་ཞེ་ལྔ་རོ་ནས་ས་ཁྱི་ལོ་ཡི་བོད་ཟླ་དང་པོ་ཡི་ཚེས་བཅོ་བརྒྱད་ཟླ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཕྱི་ཟླ་སངས་པ་ཡི་ཚེས་བཞི་གཟའ་ཉི་མ་གཉིས་ཀྱི་ཁང་བརྒྱད་ཀྱི་གསར་འགྱུར་ལས་འབྲེལ་ཁག་སྦྱངས་ཟིན་དགོས་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་དང་པོར་རྗེ་སྐུ་ཕུང་དགོན་པ་ཡི་སྨོན་ལམ་ཆེན་པོ་ཡི་མེ་ཏོག་གི་མཆོད་ཕྲེང་དུས་ཆེན་གྱི་ཉིན་རྒྱ་ནག་གུང་གི་ཉེན་རྟོག་པ་དང་དམག་མི་མང་པོ་འཛིན་སྐྱོང་གིས་སྟངས་འཛིན་ནན་པོ་བྱས་ཡོད་པའི་གནས་ཚུལ་སོགས་དེ་རིང་གི་ཚ་འགྱུར་ཁ་བརྡ། ཕྱི་དྲིལ་གྱི་ལེ་ཚན་བཞི་དང་ཐཱན་འཇུག་ཏུ་གོང་ས་ཤངས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་བཅས། ལས་རིམ་ཁག་རིམ་པ་བཞིན་གཉེར་རོགས་ཞུ། ཨེ་ཤེ་ཡ་རང་བ་རླུང་འཕྲིན་ཁང་གི་ཁང་བརྒྱད་ཀྱི་ནང་དེ་རིང་གི་ཚར་འཇུག་གཉེར་རོགས་ཞུ། རྗེ་སྐུ་འབུམ་དགོན་པ་ཡི་སྨོན་ལམ་ཆེན་པོ་ཡི་མེ་ཏོག་གི་མཆོད་ཕྲེང་དུས་ཆེན་གྱི་ཉིན། རྒྱ་ནག་གཞུང་གི་ཉེན་རྟོག་པ་དག་དམག་མི་མང་པོ་འཛིན་སྐྱོང་གིས་སྟངས་འཛིན་ནན་པོ་བྱས་ཡོད་འདུག་དེ་ཡང་དེ་ག་ཡི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་གྱིས་གནས་ཚུལ་མཁོ་སྒྲུབ་བྱས་པའི་ནང། ཕྱི་ཟླ་སངས་པ་ཡི་ཚེས་གཉིས་ཀྱི་ཉིན་མོ་བོད་ཚེས་བཅོ་ལྔ་གྱི་ཉིན། རྗེ་ཀོང་པོ་དགོན་པ་ཡི་མེ་ཏོག་མཆོད་པར་མཆོད་མཇལ་དུ་ཕེབས་མཁན་མི་མང་སྟོང་ཕྲག་མང་པོ་སླེབས་ཡོད་པ་དང། རྒྱ་ནག་གཞུང་གི་ཉེན་རྟོག་པ་དང་དམག་མི་བརྒྱ་ཕྲག་འགྲེམས་གཏོང་བྱས་ཡོད་པ་རིག་རྒྱུ་ཡོད་པ་དང་ཆབས་གཅིག་ས་གནས་ནས་དྲ་རྒྱ་བརྒྱུད་དེ་བོད་མི་ཞིག་གིས་འཕྲིན་ཐུང་ཞིག་བྲིས་ཡོད་པའི་ནང། སྤྱན་སྔར་མཆོད་པ་ཤོམ་པའི་སྐབས་མི་མང་མང་པོ་འཛོམས་ཡོད་པ་རེད། ས་དེའི་རང་ལ་རྒྱ་ནག་གཞུང་གི་དམངས་མི་ཚོགས་ཀྱིས་དྲག་ཆས་སྤྲས་ཏེ་ལག་ཏུ་དེང་རབས་ཀྱི་གོ་མཚོན་བཟུང་ནས་སུན་གཙི་དང་འཇིགས་སྐུལ་གྱི་རྣམ་པ་བསྟན་ཡོད་པ་དེ་ནི་བོད་ཀྱི་ལོ་གསར་སྐབས་ཆོས་ཕྱོགས་ཀྱི་བྱེད་སྒོ་རྒྱུན་ལྡན་ཞིག་ཡིན་ཟེར་བཀོད་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་བོད་དགོན་སྡེ་ཁག་ཏུ་ཆོས་ཕྱོགས་ཀྱི་མཛད་སྒོ་འཚོགས་སྐབས་ཟང་ཟིང་གི་དོན་རྐྱེན་རིགས་བྱུང་རྒྱུ་ལ་དོགས་པ་ཟ་ནས་དམག་མི་མང་པོ་འབྲེལ་འཇོག་བྱེད་ཀྱི་ཡོད་པ་རེད་ལ་ལོག་ཏུ་མཚོན་ཆ་འཁུར་བའི་དམག་དཔུང་རུ་བསྒྲིགས་ནས་མང་ཚོགས་ཚོགས་ཀྱི་རིགས་ཐུབ་ས་ཡི་ཞུང་ནང་གི་ཐོག་བརྗིད་ཉམས་བཏོན་ཏེ་ཀོ་ཤོད་བྱས་ནས་འཇིགས་སྐུལ་བྱེད་བཞིན་ཡོད་པ་སོགས་བྲིས་ཡོད་པ་རེད། ཡང་ཕྱི་ཟླ་སངས་པ་ཡི་ཚེས་གསང་ནས་འཚོགས་བཞིན་ཡོད་པའི་རྒྱ་ནག་རྒྱལ་ཡོངས་སྲིད་གྲོས་ཀྱི་ཚོགས་འདུ་ཡི་ཐོག་རྩ་ཁྲིམས་སུ་བཀོད་པའི་རྗེས་ཁག་གི་གཙོ་འཛིན་དང་གཙོ་འཛིན་གཞོན་པའི་ལས་འཁུར་དུས་ཡུན་བསྒྱུར་བཅོས་གཏོང་མིན་གྱི་ཐད་ལ་དམུ་ཚོགས་ཀྱིས་དོ་སྣང་ཆེན་པོ་བྱེད་བཞིན་ཡོད་འདུག་དེ་ཡང་ཕྱི་ཚེས་གཙང་གི་ཉིན་ནས་རྒྱ་ནག་དམར་ཤོག་ཚོགས་པ་ཡི་རྒྱལ་ཡོངས་སྲིད་གྲོས་ཀྱི་སྐབས་བཅོ་བསྲང་པའི་གྲོས་ཚོགས་ཐེངས་དང་པོ་དེ་པེ་ཅིང་ནས་ཡོད་པའི་མི་དམངས་ཚོགས་ཁང་ཆེན་པོ་ཟེར་བའི་ནང་ཚོགས་འགོ་ཚུགས་ཡོད་པ་དང་ཐེངས་དེའི་ཚོགས་འདུར་རྒྱ་ནག་དམར་ཤོག་ཚོགས་པ་ཡི་དམངས་ཆེན་རྒྱུན་ལས་དང་དེ་བཞིན་ཞིང་ཆེན་ཁག་དང་རང་སྐྱོང་ལྗོངས། རྒྱ་ནག་དམིགས་བསལ་སྲིད་འཛིན་ས་ཁུལ་ཁག་གི་དམར་ཤོག་སྲིད་གྲོས་ཀྱི་ཚོགས་གཙོ་དང་འཐུས་མི་སོགས་ཁྱོན་བསྡོམས་དམག་གྲངས་ཉིས་སྟོང་བརྒྱ་རྒྱ་བཅུ་ལྷག་ཙམ་ཞིག་མཉམ་ཞུགས་བྱས་ཡོད་འདུག་ཉིས་སྟོང་བཅུ་གསུམ་རིང་འཚོགས་རྒྱུ་ཡི་ཚོགས་འདུ་དེའི་ཐོག་སྲིད་གྲོས་ཀྱི་འཐུས་མི་ཉིས་སྟོང་ལྷག་ཙམ་ཞིག་གིས་སྲིད་གྲོས་འཐུས་མི་ཡི་རྒྱུན་ལས་ཁང་གི་ལས་དོན་སྙན་སྒྲོན་དང་བགྲོ་གླེང་སྲིད་གྲོས་ཀྱི་འགན་འཛིན་རྒན་གཞོན་གཉིས་སྲ་བརྟན་བྱེད་པ་སོགས་བྱ་རྒྱུ་ཡིན་པ་རེད། ཐེངས་དེའི་ཚོགས་འདུའི་ཐོག་ལ་ཉེ་སྔོན་རྒྱ་ནག་དམར་ཤོག་དབུས་རྒྱུན་ལས་ཁང་གིས་བཏོན་པའི་རྗེས་ཁག་གི་གཙོ་འཛིན་དང་གཙོ་འཛིན་བྱེད་པའི་ལས་འཁུར་དུས་ཡུན་བསྒྱུར་བཅོས་ཐད་ཀྱི་རྩ་ཁྲིམས་ལ་བཟོ་བཅོས་འཇོག་མིན་དང། དབུས་རྒྱུན་ཁྲིམས་ཞིབ་བཤེར་ལས་ཁུངས་ཀྱི་འགོ་ཁྲིད་ཟུར་པ་ཝང་ཆི་ཧྲན་གཙོ་འཛིན་གཞོན་པར་བསྐོ་བ་བྱེད་མིན་སོགས་ཀྱི་ཐད་ལ་རྒྱ་ནག་ཚོགས་པས་རྒྱལ་སྤྱིའི་ཐོག་ནས་གླེང་སློང་དང་དོ་སྣང་ཆེན་པོ་བྱེད་བཞིན་ཡོད་པ་རེད་འདུག།

དེང་སྐབས་རྡ་རམ་ས་ལ་ཁོར་ཡུག་གཙང་བཟོ་ཡི་ལས་ཀ་ལས་མི་ཚོགས་ཀྱིས་ལས་ཚང་འོག་ནས་ངོ་རྒོལ་བྱས་པ་ལ་བརྟེན་ནས་རྡ་ས་ཁུལ་གྱི་སྲང་ལམ་ཁག་གི་གད་སྙིགས་ཀྱིས་ཁེངས་ཡོད་པའི་གནས་ཚུལ་ཐོན་ཡོད་འདུག་དེ་ཡང་དེ་གའི་རླུང་འཕྲིན་ཁང་གི་ས་བགོས་པ་དབུ་རྒྱན་བསྟན་འཛིན་ལགས་ཀྱིས་བཏང་བའི་གནས་ཚུལ་གྱི་ནང་ས་བགོས་པས་རྡ་ས་ཡི་ས་གནས་འགན་འཛིན་རྡོར་རི་ཆེན་ལགས་སུ་དེ་ཡི་སྐོར་བཅར་འདྲི་དགོས་དུས་ཁོང་གིས། རྡ་ས་ཡི་ཁོར་ཡུག་གཙང་བཟོ་གི་ལས་ཀ་དེ་སྤྱི་སྟོང་གི་ལྗང་སྒུལ་གོ་བཞི་ལོར་རྡ་ས་ཡི་བོད་མི་ཡི་ས་གནས་འགོ་འཛིན་ལས་ཁང་ནས་འགོ་འཛུགས་བྱས་ཡོད་པ་དང་ཉིས་སྟོང་བཅུ་དྲུག་ལོར་རྒྱ་གར་གྱི་གྲོང་སྡེ་ལས་ཁང་ཞེས་པའི་ཁོར་ཡུག་གཙང་བཟོ་ཡི་ཚོགས་པ་ཞིག་ལ་འབོར་མ་བཏང་ཡོད་ན་ཡང། འདས་པའི་ལོ་གཅིག་རིང་འབོར་མ་ལེན་མཁན་ཚོགས་པ་དེ་གིས་ལས་བྱེད་པ་ཚོར་གླ་ཆ་དུས་ཐོག་ཏུ་མ་སྤྲད་པ་དང་རླངས་འཁོར་བཟོ་བཅོས་ཀྱི་རིན་འབུར་མ་སྤྲད་པ་ལ་བརྟེན་ནས་རྡ་ས་ཡི་གད་སྙིགས་གཙང་བཟོ་ལས་གཞས་པ་ཚང་མས་ལས་ཚོགས་འོག་ནས་ཉི་མ་བཅུ་གྲངས་ཙི་ཅིག་འགྲོ་བཞིན་ཡོད་པ་དང་རྡ་སའི་ཁྲིམས་ཁང་དུ་ཁྲིམས་གཏུགས་ཀྱང་བྱ་རྒྱུ་ཡིན་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། ཡང་རྒྱ་ནག་གུང་ཁྲན་དགོན་གྱི་དཔོན་རིགས་ནས་ཐའེ་ཝན་དང་འབྲེལ་བ་བཟང་དུ་གཏོང་རྒྱུ་ཡི་འདུན་པ་བཏོན་ཡོད་འདུག། དེ་ཡང་ཨ་རི་དང་ཐའེ་ཝན་བར་ཕྱོགས་བསྐྱོད་ཀྱི་རྩ་ཁྲིམས་ཞེས་པ་ཨ་རི་དང་ཐའེ་ཝན་གྱི་ཆེས་མཐོ་ཡི་དཔོན་རིགས་ཚུད་པའི་དཔོན་རིགས་ཚོགས་ཕན་ཚུན་འགྲོ་འོང་ལ་དགག་བྱ་མེད་པའི་ནང་དོན་ཨ་རིའི་གྲོས་ཚོགས་ནས་གྲོས་མཐུན་བྱུང་ཡོད་པར། ཕྱི་ཚེས་གཉིས་ཉིན་རྒྱ་ནག་གུང་ཁྲན་གསར་འགྱུར་བརྒྱུད་ནང་གི་རྒྱལ་སྲིད་ཨར་དང་ཐའེ་ཝན་གྱི་དཔོན་རིགས་བར་ཕན་ཚུན་རང་དབང་གིས་འགྲོ་བཤོས་བྱ་རྒྱུ་ཡི་གྲོས་མཐུན་དེ་ཨ་མི་རི་ཀ་ཡི་འཕྲིན་གྱི་ནང་ལ་བཀོད་ཚེ་རྒྱ་ནག་གཞུང་གིས་ཐའེ་ཝན་གྱི་ཐོག་ལ་དྲག་པོ་ཡི་ཐོག་ནང་འཛིན་སྲིད་པའི་འཇིགས་སྐུལ་གྱི་གནས་ཚུལ་སྤེལ་བའི་རྗེས། དེ་རིང་རྒྱ་ནག་ཆབ་སྲིད་གྲོས་ཚོགས་ཀྱི་འགོ་ཁྲིད་ཡུས་ཀྲིན་ཧྲིན་གྱིས་པེ་ཅིང་དུ་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་འདུ་ཡི་དབུ་འབྱེད་ཀྱི་ཐོག་གཏམ་བཤད་སྤེལ་བའི་སྐབས། དགོངས་ཞུ་གྲོས་ཚོགས་དེ་ཐད་ཀར་བཏོན་མེད་ཀྱང་རྒྱ་ནག་གཞུང་གིས་ཧོང་ཀོང་དང་མ་ཁའོ། ཐའེ་ཝན་དང་ཕྱི་རྒྱལ་ཁག་ཁག་ཏུ་ཡོད་པའི་རྒྱ་ནག་གི་མི་སེར་དག་འབྲེལ་གནང་བཟང་དུ་བཏང་ནས་ཚང་མས་རྒྱ་ནག་གི་མི་སྣ་འཛུགས་རྒྱུར་འབད་བརྩོན་བྱ་རྒྱུ་ཡི་སྐོར་བཤད་ཡོད་པ་རེད། ཨ་རི་དང་ཐའེ་ཝན་གཉིས་ཀྱི་དཔོན་རིགས་ཕྱོགས་བསྐྱོད་ཀྱི་འབྲེལ་གནང་གྲོས་འཆར་དེར་ཨ་རིའི་གྲོས་ཚོགས་གོང་འོག་གཉིས་ནས་གྲོས་འཆམ་བྱུང་ཡོད་པ་དང་སྲིད་འཛིན Donald Trump མཆོག་གིས་ས་ཐོག་བཀོད་པ་ཡིན་ན། དངོས་སུ་ཨ་རིའི་ཁྲིམས་ཐོག་ཏུ་བཀོད་ནས་མ་འོངས་པར་ཨ་མི་རི་ཀ་ཡི་དཔོན་རིགས་ཚང་མ་ཐའེ་ཝན་གྱི་ནང་ལ་རང་དབང་གིས་འགྲོ་ཆོག་པ་མ་ཟད་ཐའེ་ཝན་གྱི་དཔོན་རིགས་ཚོས་ཀྱང་ཨ་རིའི་ནང་ལ་རང་དབང་གིས་ཕྱོགས་བསྐྱོད་བྱས་ཆོག་པའི་ནང་དོན་འཁོད་ཡོད་པ་རེད།
རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁང་བརྒྱད་ཀྱི་ལས་རིམ་ཁག་ཡིན།

ཁྱོད་དང་ཁྱོད་སྲིད་སོགས་གནད་དོན་མང་པོ་ཞུགས་ཀྱི་ཐོག་གལ་ཆེན་བཀའ་སློབ་གསུང་བཤད་གནང་ཡོད་པའི་ནང་ནས་བོད་མི་རིགས་ཀྱི་ཐོབ་རྩོད་ཀྱི་འགུལ་མི་ངོ་མ་དེ་ག་རེ་ཡིན་མིན་སྐོར་འགྲེལ་བརྗོད་གནང་བ་ཞུ། རིམ་པས་ངོ་སྤྲོད་ཞུ་གི་ཡིན། ང་ཞེས་ཚོགས་ཆེན་ནང་གི་ལས་འཚལ་གཙོ་བྱུང་བ་སུན་ཅུ་རྡོ་རྗེ་ཡིན། ཐོག་མར་མཁས་དབང་ཟངས་མདོག་རིན་པོ་ཆེ་མཆོག་གིས། བོད་མི་རྣམས་ཤོག་སྒྱོགས་དུ་འཇོག་མ་ཐག་དེ་ཤེས་རྒྱ་ཅིག་མེད་ཚུལ། ང་ཚོ་ཡི་དཀའ་ངལ་ག་རེ་ཡིན་མིན་དེ་ཤེས་ཀྱི་མེད་པའི་མ་ཚད། དེ་དང་ཆབས་ཅིག་ཏུ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གཞིས་ཆགས་ཁྱེད་ཡི་དྲིལ་བསྒྲགས་འོག་ང་ཚོ་ནི་ལོ་ཤོད་པ་དང་ཡིད་ཤོད་པ་ཞིག་ཡིན་པ་དང། མར་ཁེ་སི་དང་ལེ་ནིན་གྱི་སྤྱི་ཚོགས་རིང་ལུགས་ཀྱི་ལྟ་གྲུབ་ལ་ངོ་རྒོལ་བྱེད་མཁན་ཞིག་གི་ཚད་ཡིག་ལ་བཟོས་ཡོད་སྐོར་འགྲེལ་བརྗོད་འདི་འདྲ་ཞིག་གནང་སོང། སྐྱབས་བཅོལ་བའི་འབྱོར་སྟོང་དེ་ལ་ཡིན་ན་ཅི་བྱེད་ཀྱི་མེད་ཀྱི་རེད། ང་ཚོའི་དཀའ་ངལ་ག་རེ་ཡིན་པ་དེ་གསལ་པོ་ཞིག་ཤེས་ཀྱི་ཡོད་མ་རེད། དེ་དང་ཆབས་ཅིག་ཏུ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རང་གི་གཞི་རྟེན་ཆེ་བའི།

ཨན་བོད་པ་དེ་ཚོ་བོད་ནང་གནས་མ་ཐུབ་པ་དང། དེ་འདྲའི་རྒྱུ་མཚན་གྱིས་ཆབ་སྲིད་ཀྱི་ལྟ་བའི་འགལ་ཟླ་ཡིན་པ་ཞིག་ངོས་འཛིན་བྱེད་མཁན་མང་པོ་བྱུང་བ་རེད། སྤྱི་ཚོགས་དང་དཔལ་འབྱོར་རིང་ལུགས་ཁོ་ན་ཐོག་ནས་བསམ་བློ་བཏང་བ་ཡིན་ན། མར་ཁེ་སིའི་ལྟ་གྲུབ་ལ་ང་ཚོས་ཁས་ལེན་མི་ཐུབ་པ་དང། ཁས་ལེན་མི་འོས་པ་གང་ཡང་མེད་སྐོར་འདི་འདྲ་ཤོད་གསུངས་སོང། སྤྱི་ཚོགས་ལ་དཔལ་འབྱོར་གྱི་རིང་ལུགས་ཁོ་ནའི་ཐོག་ནས་བསམ་པ་ཡིན་ན། Musk ལྟ་བུ། ང་ཚོས་ཁས་ལེན་མི་ཐུབ་ཡ་དང་ཁས་ལེན་མི་འོས་པ་ཟེར་གང་ཡོད་མ་རེད། གོང་ས་མཆོག་གི་ཡང་སྲིད་ཡིན། སྤྱི་ཚོགས་དཔལ་འབྱོར་གྱི་གནས་སྟངས་ཐོག་ལ་ཁོང་ཡང། ཆད་པ་ལྷག་ཙམ་མ་ཞུ་ཟིན་ཡིན་ཟེར་གསུངས་པ་རེད། གང་ལྟར་ཀོ་རོན་མཱ་སྐི། སྤྱི་ཚོགས་རིང་ལུགས་ཀྱི་མཐའ་མའི་དམིགས་ཡུལ་དང་དེའི་རང་བཞིན་ལ་འུ་ཚོས་བལྟས་པ་ཡིན་ན། དཔལ་འབྱོར་གྱི་ཡོང་འབབ་ཡུལ་མི་ཚང་མ་ལ་འདྲ་མཉམ་གྱི་གོ་ཞྭ་འདེགས་དགོས་ཚེ་ད་ལྟར་སྤྱི་ཚོགས་རིང་ལུགས་ཀྱི་སྤྱི་ཚོགས་གླས་པའི་སྐབས་ལ་གང་ཟག་ཚང་མས་རང་གི་ནུས་པ་དང་བསྟུན་པའི་སྤྱི་ཚོགས་ཀྱི་ཐོན་སྐྱེད་ཐོག་ལ་འབད་རྩོལ་བྱེད་དགོས་ཡ་དང་གང་ཟག་ཚང་མས་རང་གི་དགོས་མཁོ་དང་བསྟུན་པའི་ཐོན་སྐྱེད་ཚང་མ་ལ།

ཁྱེད་ཀྱི་རྒྱུད་འཛིན་རིང་ལུགས་དེ་མགོ་མཇུག་ལྷོག་ནས། མི་མང་གི་ཨང་ཆ་མི་མང་ལ་སྤྲད་རྒྱུ་ཡི་སྐད་ཆ་བཤད་དུས་དེ་ལ་འདོད་པ་མ་བསྐང་ནས་གྱེན་ལངས་བྱས་པ་རེད་ཟེར་གྱི་ཡོད་པ་རེད། འོན་ཀྱང་དེ་འདྲ་རྩ་བ་ནས་མིན་པ། རྒྱལ་དབང་ཀུན་ཁྲི་བཅུ་ཡི་པ་ཆེན་པོ་མཆོག་གིས། ཆོས་སྲིད་ཀྱི་གྱོང་གུན་མ་བཞེས་གོང་ནས། བོད་ཀྱི་ཆོས་སྲིད་ཀྱི་གནས་སྟངས་ལ་འགྱུར་བ་གཏོང་དགོས་པ་དང། དེང་རབས་ཀྱི་མང་གཙོ་རིང་ལུགས་རྩ་ཁྲིམས་དང་ལྡན་པ་ཞིག་ལ་འགྲོ་དགོས་པ་དེ། དགུང་ལོ་བཅུ་གཉིས་དང་བཅུ་གསུམ་ཙམ་ནས། དགོན་པ་བཞི་ཡིན་པ་ཞིག་དང་འབད་བརྩོན་གནང་ཡི་པ་ཞིག་ཆགས་ཡོད་སྐོར་འགྲེལ་བརྗོད་འདི་འདྲ་ཞུ་གནང་སོང། དེ་གནས་ཚུལ་གཞན་པ་གཅིག་འཁྱོག་བཤད་གར་བྱེད་པ་རེད་ཟེར་ན་བོད་ལ་ཡར་རྒྱུན་འཛིན་གྱི་སྐུ་དྲག་ཁག་ཡང་ལྷག་པར་དུ་རྒྱ་བོ་སྐུ་ཕྲེང་ན་རིང་གིས་ཆབ་སྲིད་སྐུ་ལངས་བཟུང་སྟེ་བོད་ཀྱི་བར་ལ་བཀས་བཀོད་རིང་ལུགས་རྒྱུན་འཛིན་གྱི་ཐོག་ནས་ཡར་ཞུ་བྱ་དགོས་ལ་དེ་ཡིན་ཙང་དེ་དགོས་ཤུགས་ལོག་ནས་མི་མང་གི་དབང་ཆ་དེ་མི་མང་གིས་སྤྲད་ཡག་གི།

བོད་ཀྱི་ཆོས་སྲིད་ཀྱི་དུས་ངེས་ཡིན་མ་ཐག་ཏུ། ཕྱག་ལས་དང་པོ་དེ་ལས་རྒྱུད་ལས་ཁུངས་ཞུགས་གསར་འཛུགས་གནང་ཡོད་སྐོར་འབྲེལ་ཡོད་ནས་སྒྲ་ཞུ་གནང་སོང། ཆབ་སྲིད་སྐོར་བཤད་མ་ཐག་ཏུ་ཕྱག་ལས་དང་པོ་དེ་ལས་རྒྱུད་ལས་ཁུངས་གསར་འཛུགས་གནང་གི་རེད། ལས་རྒྱུད་ལས་ཁུངས་ནང་ལས་ཀ་བྱེད་མཁན་ཚོས་རྒྱ་བོད་མི་སེར་དགོངས་གཞི་ཇི་མ་ཇི་བཞིན་མ་རྟོགས་པ་བྱས་ནས་གར་བྱེད་དགོས་པའི་མགོ་མ་བཙུད་པའི་དཀའ་ངལ་བྱུང་ཡོད་པ་མ་གཏོགས་སྐྱེ་དངོས་རང་གིས་རང་གི་དགོངས་ཚུལ་ངང་ལས་བོད་པའི་ཆབ་སྲིད་ཀྱི་རང་བཞིན་དེ་ཡང་དག་པའི་མང་གཙོའི་རིང་ལུགས་ལ།

ཡང་དག་པ་ཡི་ལང་སོགས་ཞུ་དགོས་ཀྱི་ཡོད་ཀྱིས། བོད་པའི་ཐོག་རྩོད་དེ། ཆོས་སྲིད་ཀྱི་ཨང་ཆ་ཡི་ཐོག་རྩོད་རྒྱུགས་ཀྱི་ཐོག་ནས་བྱུང་བ་ཞུགས་རྩ་བ་ནས་ཆགས་ཀྱི་མེད་སྐོར་འགྲེལ་རྒྱུ་འདི་འདྲ་ཞུ་གནང་སོང། ང་ཚོའི་བོད་པའི་གནའ་སྔ་མོའི་གཏམ་དཔེ་ལས་བོད་དུ་འདི་ཕྱིར་བྱུང་ན་རྒྱལ་པོ་ཨ་མྱེས་བྱས་ཆོག་ཟེར་ཏེ་གཏམ་རྒྱུད་བྲིས་པ་རེད་དེའི་གོ་དོན་ག་རེ་རེད་ཟེར་ན། དབང་སྒྱུར་བྱེད་མཁན་གང་ཟག་སུ་ཡིན་མེད་ལ་བྱེད་པ་འགལ་ཡོད་མ་རེད།

མི་རིགས་ཆེན་པོ་རིང་ལུགས་ཀྱི་ལྟ་བ་བར་མ་འཁྱིལ་བའི་རྐྱེན་གྱིས་ཡིན་སྐོར་འགྲེལ་བརྗོད་བྱེད་མཁན་ཡོད་ཀྱང་དོན་དངོས་སུ་དེ་འདྲ་བྱུང་མེད་སྐོར་འགྲེལ་བརྗོད་འདི་འདྲ་ཞུ་གནང་སོང། ཡང་ཁ་ཤས་ཀྱིས་བོད་མི་ཚོའི་བསམ་བློའི་ནང་ལ་ས་གནས་མི་རིགས་རིང་ལུགས་ཀྱི་བསམ་ཚུལ་ཤུགས་ཆེན་པོ་ཡོད་དང་རྒྱ་མི་དབང་བསྒྱུར་བ་ཚོའི་བསམ་བློའི་ནང་ལ་ཡང་མི་རིགས་ཆེན་པོའི་རིང་ལུགས་ཀྱི་བསམ་ཚུལ་ཤུགས་ཆེན་པོ་ཡོད་པ་དེ་བསྟན་ནས། གང་ལྟར་མི་རིགས་འཐབ་རྩོད་ཅིག་ནང་དེང་སང་གཉིས་རྗེས་གཅིག་ནང་ལོགས་ལ་མི་རིགས་འཐབ་རྩོད་གང་ས་གང་ནས་ཡོད་དུ་ཡོད་བཞིན་རེད་མི་རིགས་འཐབ་རྩོད་ཆོས་ལུགས་ཀྱི་འཐབ་རྩོད་ང་ཚོའི་འཐབ་རྩོད་དེ་རྒྱ་མི་རིགས་ཀྱིས་བོད་མི་རིགས་ཀྱི་ཐོག་ལ་དབང་བསྒྱུར་བྱས་ན་འགྲིག་མི་འགྲིག་ཟེར་བ་དེ་ང་ལ་ལབ་གི་ཡོད་མ་རེད་ད་འོ་ན་ག་རེ་འགྲིག་གི་ཡོད་མ་རེད་ཟེར་ན་བོད་མི་རིགས་ལ་དམིགས་བསལ་གྱིས་འཁྲི་བའི་ལས་འགན་ཅིག་མ་རེད་དེ་ལས་འགན་དེ་ག་རེ་བརྒྱུད་ནས་འགྲུབ་བ་རེད་ཟེར་ན་བོད་པའི་ཆོས་དང་བོད་པའི་རིག་གཞུང་བོད་པའི་སྐད་ཡིག།

གོ་ཤེས་སམ་ཞེས་བྱུང་བ་ཡིན་ན་ང་ཚོས་ད་ལྟའི་སའི་ཡང་འགལ་ཟླ་དེ་གཏིང་ཟབ་པོ་དང་རླབས་ཆེན་པོ་གཅིག་གང་ཡང་མེད་པའི་རེད་ཟེར། དེ་རིང་གི་ཕྱི་ཚུལ་དཔྱད་གླེང་གི་ལེ་ཚན་འདི་ངོ་སྤྲོད་ཞུས་ཟིན་པ་ཡིན། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་ཡིན། གོང་ས་ཤང་མགོན་ཆེན་པོ་མཆོག་གིས་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཧོར་གཙང་འཇིགས་མེད་ལགས་ཀྱིས་ཕྱོགས་བསྒྲིགས་བྱས་པ་ཞིག་ལ་ཉན་རོགས། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་བསླབ་སྟོན་བྱས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་དྲུག་པའི་ཚེས་ཉེར་བཞི་ཉིན། བོད་རྒྱའི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཨ་རིའི་ནང་གི་མི་ནི་སོ་བྲག་ང་ཁུལ་དུ་གནས་སྡོད་བྱེད་པའི་བོད་རིགས་མི་མང་ལ་བཀའ་སློབ་བསླབ་སྟོན་གནང་འདུག་པའི་ཚན་པ་གཉིས་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། གོང་ས་རྒྱལ་དབང་རིན་པོ་ཆེས་ཁོང་ཉིད་ལ་གཙོ་བོར་བཅས་པའི་བོད་མི་སྐྱབས་བཅོལ་བ་རྣམས་ཆེས་ཐོག་མར་མི་ཡུལ་དུ་བཙན་བྱོལ་ལ་འབྱོར་བའི་སྐབས་སུ། སྔར་ཡོད་ཀྱི་བོད་མིའི་བྱེད་སྟངས་རིག་གཞུང་རྣམས་རྒྱུན་འཛིན་བྱེད་པ་ཙམ་ལས་གཞན་པའི་འཆར་སྣང་ཟབ་མོ་དང། ལས་འཆར་རྒྱ་ཆེན་འདང་རྒྱུར་དཀའ་ངལ་ཤིན་ཏུ་ཆེན་པོ་འཕྲད་ཀྱི་ཡོད་ན་ཡང། མགོན་པོ་མཆོག་གིས་སྐབས་དེ་དུས་ནས། བོད་ཕྲུག་གཞོན་སྐྱེས་ཚོའི་ཆེད་དུ་དེང་རབས་དང་མཐུན་པའི་སློབ་གྲྭ་གསར་འཛུགས་གནང་སྟེ། གནའ་དང་ཟུང་འབྲེལ་གྱི་སྒོ་ནས་ནང་པ་སངས་རྒྱས་པའི་ཆོས་ལུགས་དང། བོད་མི་རྣམས་ལ་ཤ་འཇགས་རུས་འཇགས་སུ་སོང་བའི་ལག་ཤང་རྣམས་རྒྱུད་འཛིན་བྱེད་དགོས་པའི་དགོངས་ཚུལ་འཁྲུངས་པ་ལ་བརྟེན་ནས། ཕྱོགས་གཅིག་ནས་རྒྱ་གར་གཞུང་ལ་དམིགས་བསལ་གྱི་ཆོག་མཆན་ཞུས་ཏེ། བོད་མིའི་གཏན་སློབ་ཁག་གསར་འཛུགས་གནང་བ་དང། ཕྱོགས་གཞན་ཞིག་ནས་ཀྱང་རྒྱ་གར་གཞུང་ལ་འདོད་མོས་དེ་ཙམ་མེད་བཞིན་དུ། སྦག་ས་ཆོས་སྒར་དུ་གྲགས་པ་དེར་བཙན་ཤོས་དུ་འབྱོར་མ་ཐག་པའི་དགེ་འདུན་པ་རྣམས་ལ་མུ་མཐུད་ནས་ནང་པའི་གཞུང་ཆེན་ཁག་ལ་སློབ་གཉེར་བྱེད་པའི་མཐུན་རྐྱེན་སྐྲུན་པ་དེ་ཉིད་གཙོ་གནད་དུ་བཟུང་ཡོད་པ་དང། དེ་ནས་རྒྱ་གར་གཞུང་གིས་བཀའ་འདྲི་གནང་བ་ལྟར་མངའ་སྡེ་ཁག་དུ་མ་ཞིག་གིས་ཁོང་ཚོའི་མངའ་ཁོངས་སུ་བོད་མིའི་གཞིས་ཆགས་འཛུགས་རྒྱུར་མོས་མཐུན་བྱུང་བ་དང་མཉམ་དུ། རྒྱ་གར་ཤར་ལྷོ་ནུབ་བྱང་གི་ས་ཁུལ་མི་འདྲ་བ་མང་པོ་ཞིག་ཏུ་བོད་མི་ཁམས་གཙང་གནས་སྡོད་བྱས་པའི་གཞིས་ཆགས་གསར་འཛུགས་གནང་བ་བཅས་དཔལ་འབྱོར་གྱི་རྨང་གཞི་བྲལ་བའི་སྤྱི་ཚོགས་ཤིག་གི་གནས་བབ་ལ་དཔག་པའི་ཚ་ཚ་འུར་འུར་གྱི་སྒོ་ནས། ལས་གཞི་རླབས་ཆེན་དེ་དག་འཛུགས་སྐྲུན་བྱས་ཡོད་པ་དང། གཞིས་ཆགས་ཁག་འཛུགས་སྐྲུན་གྱི་ལས་གཞི་ལམ་ལྷོངས་བྱུང་ནས་སྲ་བརྟན་ཆགས་པ་དང་མཉམ་དུ། དེ་དག་གི་ཉེ་འཁོར་བལྟོས་བཅས་སུ་ཡོད་པའི་ཆེད་སྡེ་ཁག་ཀྱང་གསར་འཛུགས་ཀྱིས་སྦག་ས་ཆེད་བཀུར་སོགས་ཀྱི་དགེ་འདུན་པ་རྣམས་གཞིས་ཆགས་སུ་འདེབས་འཛུགས་བྱེད་བཞིན་པའི་དགོན་སྡེ་ཁག་ཏུ་གནས་སྤོ་བྱས་པ་སོགས་ཀྱག་ཀྱོག་དང་དཀའ་སྡུག་གི་གནས་བབ་མང་པོ་བརྒྱུད་དེ་ད་ལྟའི་ཁྲ་ལམ་ལམ་དང། འོད་འཚེར་འཚེར་དུ་ཡོད་པའི་ཆོས་རིག་གི་བསྟི་གནས་གལ་ཆེན་དེ་དག་འཛུགས་སྐྲུན་བྱས་བ་ཞིག་ཡིན་ལ། བསྟི་གནས་འདི་དག་ཏུ་སློབ་གཉེར་བྱེད་མཁན་ནི། བོད་ཀྱི་དགེ་འདུན་པ་དང་བཙུན་མ་སྔགས་འཆང་ཚོ་གཅིག་རང་ཆགས་ཀྱི་མེད་པར། གནའ་སྔ་མོ་ནས་འབྲེལ་ལམ་ཟབ་མོ་ཡོད་པའི་སོག་རིགས་མི་མང་དང། ཨེ་ཤ་ཡའི་ལྷོ་ཕྱིར་ས་ཁུལ་གྱི་ནང་པའི་གཞིས་འཇུག་པ། དེ་བཞིན་ལོ་རྒྱུས་ཐོག།

གང་ལྟར་ང་རང་གིས་ད་བདག་པོ་ཡག་པོ་རྒྱབ་ཐུབ་ན་བསམ་པའི་བསམ་ཚུལ་དེ་རེད། ད་དེ་ནས་ཕྱི་ལོ་བཅུ་སྟོང་དགུ་བརྒྱ་བདུན་ཅུ་བརྒྱད་ཅུ་དྲུག་ཨ་ནས་མ་གཏོགས་དུས་ཚོད་སླེབས་ཡིན་དུས་ཨོ་ད་ང་ཚོས་ཨང་ད་བདག་པོ་རྒྱབ་བསྡད་པ་འདི་ད་བོད་པ་རང་གི་གཅེས་ནོར་བྱས་ནས་བདག་པོ་རྒྱབ་བསྡད་པ་ཅི་གོ་མ་ཡིན་ད་མི་འདི་མ་སོང་ན་འཛམ་བུ་གླིང་གི་ཁྲོམ་རའི་སྒང་ལ་སྟོན་ཆོག་པ་ཅིག་རེད། དེ་འདྲ་ཅིག་ནི་མཐོང་ཡོང་གི་འདུག། འདུག་བྱས་ནས་ད་ལོ་སུམ་ཅུ་ལྷག་ཟིན་ནས་ཚན་རིག་པ་ཉམས་རྟོགས་ལ་ང་ཚོ་འབྲེལ་བ་བྱེད་འགོ་ཚུགས་པ་རེད། ཨ་ནི་ཐོག་མར་ང་ཚོ་ཚན་རིག་པ་ཉམས་རྟོགས་ལ་འབྲེལ་བ་བྱེད་པའི་ཁ་ཐུག་ལ་ཡང་ང་རང་ཚོའི་གཅིག་གི་གདན་སའི་ནང་གི་གཅིག་མཁན་པོ་དང་དེ་འདྲའི་འགའ་ཤས་ཀྱི་དགོངས་པར་ཡང་ཚན་རིག་ཉམས་རྟོགས་འབྲེལ་བ་བྱས་ན་ང་ཚོ་སངས་རྒྱས་ཀྱི་བསྟན་པར་ཡང་གཅིག་གནོད་ཡག་འདྲ་ཡོང་སྲིད་ཀྱི་རེད་དགོངས་ཡག་རེད་དེ་འདྲའི་གི་ལྟོས་ཚིག་ཐུགས་སུན་རུ་བཞིན་གནང་གི་འདུག་བ། ད་དེ་ནས་ང་ཚོ་དངོས་ཡོད་གནས་ཚུལ་ཐོག་ཚན་རིག་པ་ཉོབ་སྒྲུང་ལ་ང་ཚོ་གོ་བསྡུར་བྱས་བགྲོ་གླེང་བྱས་པའི་ཁ་ཐོག་ལ་ཡ་གཞི་ནས་ང་རང་ཚོ་སྤོབས་པ་ཆེ་རུ་འགྲོ་ཡག་སོགས་རེད། དེ་དང། ལྷག་པར་སེམས་ཁམས་རིག་པའི་སྐོར། ཚད་མ་རིག་པའི་སྐོར་དེ་འདྲ་བཤད་ཡོད་དུས་ཙམ་ནས་ང་ཚོ་བོད་པ་ཁ་བྱང་ལག་བྱང་ཡོད་ཐབས་ཆགས་ཀྱི་ཡོད་རེད། དེ་ནས་ཚུགས་ཀྱིན་ད། རིག་གསར་གྱི་ཚན་རིག་པ་ཚོ་དེ་འདྲའི་ཐོག་ལ་བཤད་ན་ཁྱིམ་མི་འདུག་གོ་མིག་ལྟོས་འཁོར་ཡོང། རྒྱ་གར་ཡིན་ན། རྒྱ་གར་གྱི་ཕྱི་ནང་གི་ཆོས་ལུགས་ཚང་མ་ལོག་གི། ཞི་གནས་སྒོམ་ཡག་དང་ལྷག་མཐོང་སྒོམ་ཡག་གསུང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ཙང་ནས་ཞི་གནས་དང་ལྷག་མཐོང་སྒོམ་མཁན་དེ་གི་སེམས་ཁམས་རིག་པའི་སྐོར་ལ་ཏོགས་སུ་གི་འགྲེལ་བཤད་རྒྱག་ཡ་མེད་ན་ལང། ཡོང་ཡ་མི་འདུག་བ། དེ་འདྲ་ཡིན་དུས་ཙང་ནས་རྒྱ་གར་གྱི་མུ་སྟེགས་གྱི་གཞུང་ནང་ལ་ཡིན་ནས་རེད། དེ་ཚོའི་གཞུང་ནང་ལོག་ལ་ཞི་ལྷག་སྒོམ་ཡག་བྱེད་གི།

བོད་བརྒྱུད་ནང་བསྟན་གཙོ་བོར་གྱུར་པའི་རིག་གཞུང་ཁག་མི་ཉམས་རྒྱུན་འཛིན་དང། དེང་རབས་རྒྱལ་སྤྱིའི་འགྲོ་ལུགས་དང་མཐུན་པའི་ཤེས་ཡོན་ལམ་ལུགས་ཀྱང་བཙུགས་ནས་ལོ་རབས་བརྒྱད་བཅུ་པའི་ནང་ལ་སླེབས་སྐབས། འཛམ་གླིང་ཤར་ལྷོ་ནུབ་བྱང་གི་ཡུལ་གྲུ་ཁག་ཏུ་ང་ཚོའི་ཆེ་མཐོང་རིག་གནས་ལ་དོ་སྣང་བྱེད་མཁན་མང་པོ་ཞིག་འབྱུང་གི་ཡོད་པ་དང། ལྷག་པར་དུ་མི་དམངས་དཀྱུས་མའི་ངོས་ནས་དད་མོས་བྱེད་བ་ཙམ་མིན་པར་རྣམ་དཔྱོད་དང་ལྡན་པའི་མཚན་ཉིད་རིག་པ་བ་དང། ལྟ་གྲུབ་མཁས་བ། ཆོས་ལུགས་རིག་པ་བ། འཁྲབ་སྟོན་པ་དང་སྒྱུ་རྩལ་བ། ཚན་རིག་པ་སོགས་འདུས་པའི་མི་སྣ་སྙན་གྲགས་ལྡན་པ་མང་པོ་ཞིག་གིས་ཀྱང། བོད་རྒྱའི་རིག་གནས་ཀྱི་རིན་ཐང་བླ་འགུག་ཚུགས་པ་སོགས་གྲུབ་འབྲས་དེ་དག་གིས་ང་ཚོར་བསྟན་པ་དེ་ནི། ང་ཚོས་སྲུང་སྐྱོབ་དང་རྒྱུད་འཛིན་ཞུ་བའི་རིག་གནས་འདི་དག་མི་རིགས་རང་ཉིད་ཀྱི་ཕུགས་ནོར་ཙམ་ལ་གོ་ན་མི་འགྲིག་པར། འཛམ་གླིང་མི་དམངས་ཀྱིས་ལོངས་སུ་སྤྱོད་ཐུབ་པའི་ཁྱད་ནོར་གལ་འགངས་ལྡན་པ་ཞིག་ཡིན་པར་ར་སྤྲོད་བྱུང་བ་དེ་ཡིན་ལ། ཆེས་ཐོག་མའི་དུས་ཀྱི་བཙན་བྱོལ་བོད་མིའི་སྒྲིག་འཛུགས་བཙུགས་པ་ལས། ཐོད་བརྒལ་གྱི་ལེའུ་གསར་བ་ཞིག་ཏུ་བརྒལ་སྒྲོལ་བྱས་ཡོད་པ་དེ་ཡིན། རྒྱུ་མཚན་དེ་འདྲ་ལ་བརྟེན་ནས་མགོན་པོ་མཆོག་གིས་ལོ་རབས་བརྒྱད་ཅུ་བའི་མགོ་སྟོད་ནས་ནུབ་ཕྱོགས་ཚན་རིག་པའི་སྡེ་ལ་འབྲེལ་ལམ་འཛུགས་འགོ་ཚུགས་ཡོད། སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་འབྲེལ་འདྲིས་ཟབ་པའི་གདན་ས་ཁག་གི་མཁན་ལས་དང་དགེ་བཤེས། དེ་བཞིན་ཁོང་གི་མཛའ་བཤེས་སུ་གྱུར་བའི་ནུབ་ཕྱོགས་ཀྱི་ཆོས་ལུགས་པ་དང་མཁས་དབང་མང་པོ་ཞིག་གིས་ཀྱང་ཁོང་གིས་ཚན་རིག་པ་དང་འབྲེལ་ལམ་གནང་བ་ལ་མ་བདེ་བའི་ཚོར་སྣང་ཡོད་པ་ཙམ་མིན་པར། ཚན་རིག་ནི་ཆོས་ལུགས་ཀྱི་དགྲ་བོའི་མཐར་ཐུག་དེ་ཡིན་པའི་བསམ་ཚུལ་བསྟན་ཡོད་ན་ཡང། མགོན་པོ་མཆོག་གིས་ཡིད་ཆེས་དང་བློ་བརྟན་འགྱུར་མེད་ཀྱི་སྒོ་ནས་ཚན་རིག་པ་དང་འབྲེལ་ལམ་རྒྱུན་འཁྱོངས་གནང་ནས་ཕན་ཚུན་གྱི་བར་ལ་གོ་བརྡ་གང་འཚམ་འཕྲོད་ནུས་ཡོང་སྐབས། ནང་པའི་ལྟ་གྲུབ་ཀྱིས་རིན་ཐང་ཇེ་གསལ་དུ་འགྲོ་བ་དང། ང་ཚོས་ཡིད་ཆེས་བྱེད་སའི་གཞུང་ལུགས་ཀྱི་རིན་ཐང་ཡང་ཇེ་ཆེར་སོང་བ་དེ་ནི། བོད་མི་རིགས་འདི་འཛམ་གླིང་གི་རིག་གནས་དར་རྒྱས་ཆེ་བའི་མི་རིགས་ཐམས་ཅད་ཀྱི་དབུས་སུ་ངོ་གནོང་དགོས་པའི་མི་རིགས་ཅིག་མ་ཡིན་པ་དེ་ཉིད་མཚོན་གྱི་ཡོད་པ་དེ་ཡིན། ང་ཚོའི་ལག་ཏུ་ཡོད་པའི་བོད་བརྒྱུད་ནང་བསྟན་འདི་ཉིད་འཛམ་གླིང་ལ་གལ་འགངས་ཆེ་བའི་རྒྱུ་མཚན་གཙོ་བོ་གཅིག་ནི། གཞུང་ལུགས་འདིར་བྱུང་བའི་སེམས་ཁམས་རིག་པའི་སྐོར་དེ་ཉིད་ཆགས་ཀྱི་ཡོད་ལ། བོད་རྒྱའི་ནང་བསྟན་ཆོས་ལུགས་ཀྱི་ནང་དུ་སེམས་ཁམས་ཀྱི་སྐོར་ཧ་ཅང་ཞིབ་ཚགས་གསུང་དགོས་པའི་རྒྱུ་མཚན་ནི། ཞི་གནས་དང་ལྷག་མཐོང་གི་སྒོམ་ལ་འཇུག་པའི་སྐབས་སུ་སེམས་དང་སེམས་བྱུང་དེ་དག་གི་ངོ་བོ་དང་ཁྱད་ཆོས། ནུས་པ་དང་ཀུན་སྤྱོད་ཇི་ལྟར་བྱེད་ཚུལ་སོགས་ཞིབ་ཕྲ་མ་ཤེས་ན། ཞི་ལྷག་གི་སྒོམ་ལ་འཇུག་ཐབས་མེད་པའི་དབང་གིས་དེ་དག་རྒྱས་པར་གསུངས་འདུག་པ་དེ་ཡིན། འོན་ཀྱང་འདི་ནས་ང་ཚོས་ཞིབ་ཆ་བྱེད་དགོས་པའི་དོན་གནད་གཞན་པ་ཞིག་འབྱུང་གི་ཡོད་པ་ནི། སེམས་དང་སེམས་བྱུང་གི་སྐོར་རྒྱས་པར་གསུངས་པ་དེ་ནང་བསྟན་ཆོས་ལུགས་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཤིག་ཆགས་ཀྱི་མེད་པར། ཧིན་རྡུ་སོགས་རྒྱ་གར་གྱི་གནའ་བོའི་ཆོས་ལུགས་ཕལ་ཆེར་ལ། གཅིག་མཚུངས་སུ་འབྱུང་གི་ཡོད་པ་དེ་ཡིན། ཚིག་དང་དེ་ཚུལ་འཕྲད་ཀྱི་ད་གང་འདྲ། ཅེས་ཀྱི་སེམས་ཁམས་རིག་པ་ད་རྒྱ་གར་ཆ་བཞག་ན། ཐོག་མའི་ང་ཚོའི་ཅིག་ཤེས་ཡོན་ཚང་མ་ལོ་ཡོངས་ས་རྒྱ་གར་ནས་ཡོང་པ་རེད་དེ། ད་དེར་སྐྱེ་སའི་དུས་ཚོད་ལ་རྒྱ་གར་ནང་ལོག་ད། ཅེས་ཀྱི་ད་མཁས་དབང་རེ་ཟུང་རེ་ཟུང་ཡོད་ཀྱི་རེད་མ་གཏོགས་གཞན་མང་ཆེ་ཆེ་ཆོལ་ཁ་ཆགས་མིན་གྱི་མ་གཏོགས་དེ་འདྲའི་མཁྱེན་ངེས་ཉུང་ཉུང་རེད་ཤག། ས་དེ་རིགས་ཡིན་དུས་དཔལ་ནཱ་ལེནྡྲ་སིནི་དངོས་གནས་ད་རྒྱ་གར་གྱི་མཁས་པ་མང་པོ་ཅིག་གིས་དཔལ་ནཱ་ལེནྡྲ་སི་ཙཱ་ནི་བོད་སློབ་གཉེར་ཁང་ཆེ་ཤོས་ཡིན་པ་ཅིག་གིས་ད་ཚང་མས་ངོས་འཛིན་ཡོད་རེད་ད་དེའི་དངོས་གནས་ད་ནས་ཀྱི་བོད་ཀྱི་ཤེས་ཡོན་བདེ་སྐྱིད་དེ་ང་ཚོ་བོད་པས་བདག་པོ་རྒྱབ་ཐུབ་པ་དེ་ད་གསལ་པོ་ཤོག་ཆགས་ཡོང་དུས། ས་དེ་རིགས་ཡིན་དུས་བོད་ལ་ཡོད་བསྡད་པའི་སངས་རྒྱས་ཀྱི་བསྟན་པ་མཁན་སློབ་ཆོས་གསུམ་ཆེན་ནི་གཙོ་བོ་མཁན་ཆེན་ཞི་བ་འཚོས་ནི་ཤེས་ཡོན་བདེ་སྐྱིད་དེ་ད།

རྒྱ་གར་གྱི་ལོ་རྒྱུས་སྨྲ་བ་ཚོའི་ལབ་ན་དགོངས་ལོ་བདུན་ཅུ་དོན་གྲངས་ཅིག་རེད་ཤག་ཅེས་ད་ལྟ་དགོངས་ལོ་བརྒྱ་ཕྲག་ཁ་ཤས་བསལ་ཏེ་ཡང་ལ་གང་བཞིན་ནི་གང་འདྲ་དགོངས་ལོ་བདུན་ཅུ་དོན་གྲངས་ཅིག་བེད་ཤོར་ཡོད་རེད། ཚེ་འདི་འདྲའི་ཡིན་དུས་འདི་འདྲའི་བགྲེས་སོང་ཅིག་གིས་བོད་སྐད་སྦྱང་ན་ས་ཁུ་འདྲ་ཞིག་ཡིན་འགྲོ་དེ་གང་འདྲ་ཡང་ཉིན་བཞི་བོ་ཅིག་གི་ད་ཐུགས་སྣང་གནང་འགྲོ་བ། ཨོ་ད། མཁན་སློབ་ཆེ་ཨེ་ནི་སློབ་དཔོན་རིན་པོ་ཆེ་ཨེ་ནི།

འཆད་ཉན་དུ་སུ་ནང་པའི་ཁ་ཐུག་རེད་ཡ། ད་ཕྱི་ནང་གི་འགལ་རྐྱེན་ཡང་དེ་འདྲ་མང་པོ་ཞིག་གི་འདྲ། ད་འདི་ཡི་དེ་ནི་ཐུགས་ཀྱི་སྨོན་ལམ་དང་འབྲེལ་བསྡད་པས་སློབ་དཔོན་ཐུགས་རྗེ་ཅན་གྱིས་འདི་ཡི་དེ་གི་བར་འགལ་རྐྱེན་སེལ་དུ་གནང་ཡང་གནང་བྱས་འདུག་ཅེས་བྱུང་འདུག་པ། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་བསམ་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་བྱེད་པའི་ལས་མཚན་དེ་ཡིན་ལ། ལས་མཚན་འདི་གཙོ་སྐྱོང་བྱེད་མཁན་ཧོར་སངས་འཇིགས་མེད་ཡིན།
ཨ་མེ་རི་ཀ་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁང་བརྒྱད་ཀྱི་ལས་རིམ་ཁག་ཨར་སྐྲུན་གྱི་ངོ་སྤྲོད་དཔར་ཐེངས་ཐད།